དེ་ནས་གཉིས་པ་བྱ་བ་བྱེད་པའི་རིགས་པ་ནི་དབང་པོ་ཡུལ་དང་རྣམ་ཤེས་ལ་སོགས་པའི་རང་རང་གི་ཡུལ་འཛིན་པའི་ལས་བྱེད་ཀྱི་དོན་གཞན་ལ་མི་བྱེད་པ་དེས་ནི། བྱ་བ་བྱེད་པའི་རིགས་པ་ཟེར་བ་དེ་བྱ་བ་དེ་ཡང་དངོས་པོ་གང་ཡིན་གྱིས་བྱ་བ་གང་ཡིན་ཡིན་བསྒྲུབ་ཐུབ་ཀྱི་མ་རེད། དཔེར་ན་མིག་ཤེས་ཀྱིས་གཟུགས་འཛིན་ཐུབ་ཀྱི་རེད་མ་གཏོགས་མིག་ཤེས་ཀྱིས་སྒྲ་འཛིན་ཐུབ་ཀྱི་མ་རེད། དེ་ལ་ནང་བཞིན་ཆོས་ཀྱི་སྐོམ་པ་སེལ་ཐུབ་ཀྱི་རེད་མ་གཏོགས་ཆོས་ཀྱིས་མིན་པར་ཐུབ་ཀྱི་མ་རེད། འོ་དེ་ནང་བཞིན་དངོས་པོ་རང་རང་གི་བྱེད་པའམ་ནུས་པ་མ་འདྲ་བ་རེ་རེ་རེ་རེ་ཡོད་པ་རེད་ཟེར་བ་འོ་དེའི་དོན་དག་བཤད་ཀྱི་ཡོད་པ་རེད། མིག་གི་རྣམ་པར་ཤེས་པ་བྱུང་བ་ན་གཟུགས་ལ་ལྟ་བའི་བྱ་བ་ཞིག་རིག་ཅིང་སྒྲ་བརྙན་དུ་མི་གཡོ་བ་དང་མིག་གི་དབང་པོས་ཀྱང་མིག་ཤེས་བསྐྱེད་པའི་བྱ་བ་བྱེད་རུང་གི། རྣ་བ་སོགས་གཞན་གྱིས་ཤེས་པ་བསྐྱེད་མི་རུང་བ་དང། དབང་བཞི་ལྔ་ལྟ་བུ་ལ་མཚོན་ན་ཡང་དབང་བཞི་རེ་རེ་ལ་རང་རང་གི་བྱ་བ་བྱེད་ཐུབ་པ་དང་མི་ཐུབ་པ། མིག་ཤེས་ཀྱིས་གཟུགས་ལྟ་ཐུབ་པ་དང་རྣ་ཤེས་ཀྱིས་སྒྲ་ཉན་ཐུབ་པ་དང་སྣ་ཤེས་ཀྱིས་དྲི་འཛིན་ཐུབ་པ། དེ་འདྲ་རང་རང་གི་བྱ་བ་བྱེད་མི་ཐུབ་མི་ཐུབ་ཀྱི་ཁྱད་པར་ཡོད་པ་རེད་མ་གཏོགས་དངོས་པོ་གང་ཡིན་ཡིན་གྱི་བྱ་བ་གང་ཡིན་ཡིན་སྒྲུབ་ཐུབ་པ་དེ་འདྲ་ཡོད་པ་མ་རེད། ནད་ཀྱི་ས་བོན་གྱིས་ནི་ཉིད་བསྐྱེད་རིགས་ཀྱིས་གྲྭ་སེན་སོགས་བསྐྱེད་མི་རིགས་པ་ནི་བྱ་བ་བྱེད་པའི་རིགས་པའོ། ས་བོན་ཡིན་ན་ཡང། རྒྱུའི་རང་གིས་རང་ཉིད་ཀྱི་བྱ་སྤྱོད་དང་མཐུན་པའི་འབྲས་བུ་ཅིག་སྐྱེད་ཐུབ་ཀྱི་རེད་མ་གཏོགས་རང་ཉིད་དང་མི་མཐུན་པའི་འབྲས་བུ། རྒྱུ་མི་མཐུན་པ་ལས་འབྲས་བུ་མི་མཐུན་པ་སྐྱེད་ཐུབ་ཀྱི་མ་རེད། དཔེར་ན་རྒྱུ་རྟག་པ་ལས་འབྲས་བུ་མི་རྟག་པ་སྐྱེ་གི་མ་རེད། ཡང་ན་རྒྱུ་མི་རྟག་པ་ལས་འབྲས་བུ་རྟག་པ་སྐྱེ་གི་མ་རེད། དེའི་ནང་བཞིན་བྱེ་བྲག་ཏུ་དགར་བ་ཡིན་ན། ནད་ཀྱི་ས་བོན་ལས་ནད་སྐྱེས་པ་དང་འབྲས་ཀྱི་ས་བོན་ལས་འབྲས་སྐྱེས་པའི་ནུས་པའམ་བྱ་བ་དེ་བྱེད་ཀྱི་རེད་མ་གཏོགས། ཨ་ནི་ས་བོན་གང་ཡིན་གྱི་འབྲས་བུ་གང་ཡིན་སྐྱེད་ཐུབ་པ་དང་དངོས་པོ་གང་ཡིན་གྱི་ཆ་བ་གང་ཡིན་སྒྲུབ་ཐུབ་པོ་མ་རེད་ཟེར་བ་དེ་དོན་དག་རེད། ནས་གསུམ་པ་འཐབ་པ་སྒྲུབ་པའི་རིགས་པ་ནི་དུ་བ་ལས་མེར་ཞི་བ་དང་ཆུ་སྐྱུར་ལས་ཆུ་ཡོད་པར་རྟོགས་པ་ལྟ་བུ་རྗེས་སུ་དཔག་པའི་མཚན་མ། ཨ་ནི་འཐབ་པ་སྒྲུབ་པའི་རིགས་པ་ཟེར་བ་དེ་དེ་འདྲ་ཅིག་ཡིན་ན་དེ་འདྲ་ཅིག་ཡིན་ན་འགྲིག་གི་རེད། དེ་འདྲ་ཅིག་མིན་ན་དེ་འདྲ་ཅིག་ཡོང་གི་མ་རེད་ཟེར་བ་ང་ཚོ་ནམ་རྒྱུན་ཞབས་པའི་རྟགས་སམ་རྒྱུ་མཚན་ཟེར་བ་དེ་བཤད་ཀྱི་ཡོད་པ་རེད་དཔེར་ན་དུ་བ་ལས་མེར་ཞེས་བ་ལབ་དུས་དུ་བ་གཅིག་བྱུང་གི་ཡོད་ན་དེ་ན་མེ་ཡོད་པ་དང་ཆུ་གཅེར་ཟེར་བའི་ཆ་དེ་ནི་ནམ་མཁའ་ལ་ལྡིང་གི་ཡོད་པ་ཡིན་ན་དེའི་ཉེ་འཁོར་རམ་ཐག་ཉེ་ན་ཆུ་ཡོད་པ་དུ་བ་ལ་བརྟེན་ནས་མེ་ཞེས་བ་དང་ཆུ་གཅེར་ལ་བརྟེན་ནས་ཆུ་ཡོད་པར་བཤད་པ་ལྟ་བུ་དེ་འདྲ་ལ་འཐད་པ་བསྒྲུབ་པའི་རིགས་པ་རེད་མདོར་ན་དུ་བ་ཡོད་ན་མེ་ཡོད་པར་འཐད་པ་རེད། ཨ་ནི་ཆོས་ཅིར་ཡོད་ན་ཆོས་ཡོད་པར་འཐད་པ་རེད་ཟེར་བ་འོ་དེ་འདྲ་རེད་དེ་ལྟ་བ་ལ་འཐབ་པ་བསྒྲུབ་པའི་རིགས་པ་རྣམ་པར་ཤེས་པ་དྲུག་དང་རྣལ་འགྱུར་བའི་སེམས་ཀྱིས་མཐོང་བ་མངོན་སུམ་ཚད་མ། སངས་རྒྱས་ཀྱི་ཞལ་ནས་གསུངས་པ་མི་སླུ་བའི་ཚིག་ནི་ལུང་སྟེ་དེ་དག་ནི་ཚད་མའི་རིགས་པའམ་འཐབ་པ་བསྒྲུབ་པའི་རིགས་པའོ། གཞན་ཡང་དཔེར་ན་རྣམ་པར་ཤེས་པ་དྲུག་དང་བསླབ་དེ་གང་ལ། ཨོ། གཟུགས་འདུག་ག་རེ་བསླབ་ན་ངས་མཐོང་སོང་ཟེར། སྒྲ་འདུག་ག་རེ་ལབ་ན་ངས་གོ་སོང་ཟེར་བ་ཨོ་རྣམ་པར་ཤེས་པ་རང་རང་གི་ཡུལ་དུ་གང་ཡང་ཆོས་གང་རུང་ཅིག་སྣང་བའི་རྒྱུ་མཚན་ལ་བརྟེན་ནས་དེ་དང་དེ་ཡོད་ཟེར་བ་ལྟ་བུ་དང་ཡང་ན་རྣལ་འབྱོར་པའི་སྒོམ་སྒྲུབ་པ་ཉམས་ལེན་ལ་བརྟེན་ནས་མཐོང་བས་མི་རྟག་པ་ལྟ་བུ་བདེན་པ་བཞི་ལྟ་བུ་ཨོ་དེ་དག་ཀྱང་རང་རང་གི་སེམས་ཀྱིས་མཐོང་བའམ་ཡེ་ཤེས་ཀྱིས་མཐོང་བ་ལ་བརྟེན་ནས་དེ་ལྟར་ཡོད་པ་དེ་ལྟར་ཐར་པ་དེ་འགྲོ་ཐུབ་ཀྱི་རེད། དེ་ནང་བཞིན་དུ་སངས་རྒྱས་ཀྱི་མདོ་ལ་བརྟེན་ནས་ཀྱང་དོན་དག་རེ་འགའ། ཚད་མས་སྤྲོས་པའམ་ཡོད་པར་མི་ཡོད་པར་སྒྲུབ་ཐུབ་ཀྱི་རེད། ག་རེ་ལབ་ན་སངས་རྒྱས་བཅོམ་ལྡན་འདས་ཀྱིས་དཔེར་ན་སྐྱེ་བ་མང་པོ་གི་རྣམ་གཞག་སོང་བ། ནས། མི་གང་ཡང་རུང་བ་གཅིག་གིས་དུས་གང་ཡང་རུང་བ་ཞིག་ལ་ལས་འདི་འདྲ་ཞིག་བསྒྲུབ་པ་ལ་བརྟེན་ནས་འབྲས་བུ་འདི་འདྲ་ཞིག་སྤྲོས་པ་རེད་ཟེར་བའི་ལས་རྒྱུ་འབྲས་ལྐོག་གྱུར་གྱི་རྣམ་གཞག་སོང་བ་ལ་སོགས་པ་དེ་དག་ཀྱང་སངས་རྒྱས་ཀྱི་ལུང་ལ་བརྟེན་ནས་ཐར་པ། འམ་ཡང་ན་ཡོད་པ། དེ་བསྒྲུབ་ཐུབ་ཀྱི་ཡོད་པ་རེད་ཟེར་བ་དེ་འདྲ་ཅིག་རེད། ཐར་པ་སྒྲུབ་པའི་རིགས་པ་ཟེར་བ་འདི་གཙོ་བོ་དེ་རྒྱུ་མཚན་རྣམས་རྟགས་ལ་བརྟེན་དགོས་པ་དེ་འདྲ་ཅིག་རེད། དཔེར་ན་སྒང་དུ་བཤད་པ་ནང་བཞིན། ནི། དུ་བ་ཡོད་པས་མེ་ཡོད་པ་དཔག་ཐུབ་པའམ་རྟོགས་ཐུབ་པ་དང། ནི། སྐད་ཅིག་སྐད་ཅིག་གི་འགྱུར་བ་འགྲོ་བའི་རྒྱུ་མཚན་ལ་བརྟེན་ནས་མི་རྟག་པ་རེད་ཟེར་བ་ལྟ་བུ་འོ་དེ་འདྲ་གི། རྒྱུ་མཚན་རྣམས་རྟགས་གཅིག་གིས་རང་གི་བསྒྲུབ་བྱ་གཅིག་ཡོད་པའམ་འཐད་པ་དེ་སྒྲུབ་པའོ་དེ་འདྲ་གཅིག་གོ་དགོས་ཀྱི་ཡོད་པ་རེད།